ཨོའོ་ཚང་མར་བཀྲ་ཤིས་ལེགས་ཤོས་དང་ད་རིང་ངས་ཀྱང་འདི་ཞུ་འོ་བསམ་སར་འདའ། ད་དེང་སང་རྒྱ་གར་གྱི་ཆབ་སྲིད་ཀྱི་ཨ་ནི་གསར་འགྱུར་གཟིགས་ཀྱི་ཡོད་པས་ན་མང་ཆེ་གཅིག་གིས་དེང་སང་གསར་འགྱུར་གཅིག་གང་འདའ་ལི་ལི་མི་ཏྲེ་ཤོན་དང་ཝུ་མེན་སི་བིལ་རེད། དེ་འདྲ་གཅིག་གིས་གསར་འགྱུར་གཅིག་གང་ལ་དེང་སང། ཨ་ནི་རྒྱ་གར་གྱི་གཞུང་འཛིན་པ་དང་ཨ་ནི Opposition Party པ་ར་ལི་ཡ་གཅིག་རྙོག་དྲ་འགྲོ་མང་པོ་འགྲོ་བདེ་བ་ཞིག་འགྲོ་ཞིག། ཨ་སི་ཡུས་ཀྱི་ར་ལྟ་དེའི་སྐོར་ལ་ངས་ཀྱི་ཏི་ཅི་ཨ་ཞུས་ལྟ་དེ་ཞུ་དགོས་དོན་དེ་གང་ལྟར་རྒྱ་གར་གྱི་ཆབ་སྲིད་དང་དེ་འབྲེལ་གྱི་ང་མཁས་པ་ཞིག་ཡོད་ཅིག་ཡིན་པས། ཕྱག་ནས་ཁྱེད་ཚོ་བྲེལ་ཤེས་གེགས་མེད་དང། འདི་ཞུས་པ་དང་ཆབས་ཅིག་ཏུ་འདི་འདྲའི་ཅིག་བོད་པའི་གི་སྤྱི་ཚོགས་ནང་བོད་པའི་གི་ཆབ་སྲིད་ནང་ལོ་ལི་ནི་འདི་འདྲ་བྱུང་ན་བསམ་མེད་འགྲོ་ཅིག་འདི་ཞུ་བའི་ཆེད་དུ་ད་ངས་ཀྱི་འདི་ཞུ་གི་ཡོད་ད་འདི་འདྲི་ལི་མི་བྲེལ་ཤུན་འགྲོ་ཞིག་ལ་གི་འདྲི་ལི་མི་བྲེལ་ཤུན་ལ་གི་བསམ་པ་ལི་ཡ་ཨ་ནི་ཕལ་ཆེར། མང་པོ་ཅིག་གིས་ད་ཁྱེད་ཁྱོད་ཀྱི་རོ། ནི་འདི་པར་རལ་ངའི་འགྲེལ་བཤད་ནོར་གྱི་འདུག་ན་ནི་ང་བཟོ་བཅོས་གནང་རོགས་གནང་ཨ་ལོ། ད་ངས་འདི་ཞུ་ཡས་དེ་གང་ཟག་རྒྱ་ཆེན་པོ་ཞུ་ཅིག་ངས་ཞུ་ཐུག་གས་མ་རོ་ནི་རོབས་ཅིག་གན་ཟག་སྒོ་འཚོལ་ཡས་ཅིག་ཞུ་བཞག་ན་སམ་འདི་ལི་མི་ཏྲེ་ཞུ་ནི་ཞུ་དུས་ཙམ་པ་ལི་ཡ། ནི་རྒྱ་གར་གྱི་མི་འབོ་དེ་རོ། མི་འབོར་ཞིག་སོང་གི་རོ། ཨ་ནི་མི་དམངས་ཀྱི་སྐུ་ཚབ། གྲོས་ཚོགས་ནང་ལོགས་ལ་ཡང་བཏང་ཡས་འཇོན་མ་རེད་ཧང་ད། གྲོས་ཚོགས་ནང་ལོགས་ལ་ཡང་མི་འབོར་སྐུ་ཚབ་སླེབས་ཏེ་འདི་སྔན་མ་གཅིག་སྟོང་དགུ་བརྒྱ་བདུན་ཅུ་དུས་འཛིགས་དུས་གཅིག་གི་ཨ་ནི་མི་འབོར་གཞི་སྲུང་གི་ཨ་ནི། ཨ་ནི་སྐུ་ཚབ་སླེབས་ཏེ་གི་རོ། ད་བྱས་ཙང། ཨ་མདའ་འདི་ལས་མི་སྤྲད་ཕྱིར་འདི་གར་བླགས་ཡོད་ཞེས་པ་ནི་ད་ཧ་འདས་ཀྱི་གནས་སྐབས་ཀྱི་ཨ་ནི་མི་འབོར་བཞི་སོང་གི་ཨ་ནི་ཨ་ནི་སྐུ་ཚབ་གླེ་དགོས་ཀྱི་འདུག་ཡ་གལ་ལ་ཡ། འདི་ལ་དུས་བརྩམས་པ་ལ་ཡ་ནི་རྙོག་དྲ་ཏིས་ཅེས་ཡོང་འདི་གི་དུ་བ་ལྷོ་ཕྱོགས་དང་བྱང་ཕྱོགས་པ་ར་ལི་ཡ་ད་ལྷོ་ཕྱོགས་ཀྱི་མ་ནས་ཁྱབ་སྲིད་པ་རེད་ལྷོ་ཕྱོགས་མི་མང་ཞུ་ནས་མི་འདུག་མང་ཆེ་གར་བླགས་ཡོད་རེད་འདི་ཞེས་གསུངས་འགྲོ་བ་ཡིན་ན་ང་ཚོ་གྱོང་རག་གི་རེད་སྐ་ལར་སྔན་མ་དུས་ཚོད་གཅིག་ལ་ཡ་ཨི་འདར་ག་འདི་དུས་ཚོད་འདི་ནི་ཡ་ཨ་ནི་ང་ཚོ་སྤུ་གུ་གང་སྐྱེས་སྐྱེས། གང་ཉུང་ཉུང་སྐད་ཡིག་ལ་ཡར་འབད་བརྩོན་གནང་རོགས་གནང་སེམས་གཞུང་གིས་ཁྱབ་བསྒྲགས་མང་པོ་གནང་བ་ནང་བཞིན་ཅིག་ལྷོ་ཕྱོགས་ཁག་མང་ཆེ་ཅིག་གིས་ད་གང་ལྟར་སྤུ་གུ་མང་པོ་ཞུ་ཅིག། དམག་སྐད་ཡིག་ལ་ཡར་འབད་བརྩོན་དྲན་དང་དམག་སྐད་སྤྱི་ཡོངས་རྫོགས་ཀྱི་ཨ་ནི་ལྷོ་ཕྱོགས་ལ་ཡར་བྱང་ཕྱོགས་བརྩིས་པ་ན་སྤུ་གུ་ཉུང་ཉུང་འགྲོ་ཅིག་ཆ་ད་དུས་ཚོད་འདི་གམ་ཚོ་ནང་ལོས་ལས་ད་མི་འབོར་ལ་ཡར་གཞིས་སྲུང་གིས་སྐུ་ཚབ་བཏང་བ་ཡིན་ན་ཨ་ནི་ལྷོ་ཕྱོགས་སུ་གྱོང་རག་གི་རེད་ང་ཚོ་གཞུང་གི་ཁ་ལ་ཉན་ནས་ཨ་ནི་ང་ཚོ་མི་འབོར། པར་པར་ཡོད་མ་རེད་ཟེར་བ། བྱས་ཙང་ཏང་འདི་སྲིད་པ་འདི་མི་འབོར་ཞིག་སོང་བྱས་པས་ན། ཨ་ནི་ས་ཁུལ་ལ་ང་ཚོ་ས་ཀྱི་ཚད་དེ་གཅིག་པ་ཡིན་པས་ན་མི་འབོར་ང་ཚོ་མང་ཡང་ཉུང་བ་བྱས་ཨ་ནི་ང་ཚོ་ལ་ཡང་ཨ་ནི་གྱོང་རག་རེད་ལྷག་པར་དུ་ཨ་ནི་རྒྱ་གར་གཞུང་ལ་ཁྲལ་གྱང་ངན་འགྲོ་བྱས་ན། ཨ་ནི་བྱང་ཕྱོགས་བརྩིས་པ་ནི་ལྷག་པར་ཡུ་པི་དང་ཨེ་ཇི་པི་དེ་གར་ས། བི་ཧར་དེ་ཚོ་བརྩིས་པས་ན་བྱང་ཕྱོགས་ནང་ལྷོ་ཕྱོགས་ནས་ཡང་ང་ཚོ་རྒྱ་གར་གཞུང་ལ་ཁྲལ་ནི་ང་ཚོ་མང་ང་སྤྲད་ཀྱི་ཡོད་ས་ནི་སྐུ་ཚབ་ང་ཚོ་ཉུང་བ་ཆགས་ཀྱི་རེད། ལྷག་པར་དུ་ང་ཚོ་ངེད་མ་གཞུང་གི་ཁ་ལ་ཉན་ད་མི་མི་འབོར་རེ་སྤར་ཡས་མ་སྤར་ཡོད་མ་རེད། ད་དེ་འདྲའི་རྙོག་དྲ་མང་པོ་བྱེད་རོལ་བ་ད་དེ་རྙོག་དྲ་དེ་ག་རེ་ཡིན་པ་ད་དེའི་ཇུས་འགོད་ལ་ཡག་ད་ག་ས་ངེད་ཅག་སྐྱེ་དམན་གྱི་བིལ་ལ་བྱོས་རོགས་ད་གོང་ད་དེ་མ་འབུར་ཆུན་ཆུན་བྱིའུ་ལི་ཡི་ཐུགས་ཁྱད་མ་འདུག་ཨ་ནི་སྐྱེ་དམན་གྱི་བིལ་རོ་ཨ་ནི་གྲོས་ཚོགས་ནང་ལོགས་ལ་ཡོད། བུད་མེད་ལས་གང་ལྟར་ཐོབ་ཐང་གཅིག་པ་སྤྲད་ཀྱི་ཡིན་ཟེར་བ་ཐོབ་ཐང་གང་ལྟར་བརྒྱ་ཆ་སུམ་ཅུ་སོ་གསུམ་རེད་དེ་ནས་ཡང་དེ་འདྲ་བརྒྱ་ཆ་མ་འདྲ་བྱེད་རེས་ད་གང་ལྟར་དྲན་གྱི་མི་འདུག་དེ་འདྲས་སྤྲད་ཀྱི་ཡིན་ཟུར་དུ་བཙལ་བ་ད་དེ་རྙོག་དྲ་མང་པོ་བརྗོད་རེས་ད་འདི་ཁ་སང་ངེད་ཅག་ཧ་ནི་རྒྱ་གར་གཞུང་གི་གྲོས་འཆར་འདི་ད་ཐེངས་མ་དང་པོ་སྒྲོག་རྗེས། མ་ཟག་གོ་ཡའི་འགྲོ་ཆས་ཆགས་སོང་ད་དེ་ལས་རྙོག་དྲ་མང་པོ་ཡོད་གྲུབ་མང་པོ་ཡོད་རོགས་དེ་ངས་འདི་སྐོར་ལ་བཤད་མོག་བ་བྱེད་རོགས། ང་འདི་ལྟ་ཅི་དང་རྒྱ་གར་ཆབ་སྲིད་ནང་ལོག་ལས་ཡོད་སོང་ང་ཤེས་ཀྱི་ཡོད་མེད་ཤེས་ཀྱི་ཡོད་པའི་ནས་ཇུས་གཏོགས་བྱེད་དེ་གི་ཅིག་མ་རོགས་སོ་སོ་ཨ་མདའ་ལུང་པ་མེད་པའི་ཨ་ཡུལ་མི་བྱེད་རོགས་ཨ་ཅེ་སང་ཆབ་སྲིད་ཇུས་གཏོགས་ཞུ་ཞུ་བྱེད་ཡོད་མ་ད་མང་པོ་སྤྱི་ཚོགས་ནང་ལོག་ལས་ཡ་དེང་སང་བོད་པའི་སྤྱི་ཚོགས་ནང་ལོག་ལས་ཡ་རྒྱ་གར་ཆབ་སྲིད་ལས་ཡ་ཇུས་གཏོགས་སོ་སོ་སྒེར་གྱི་བྱེད་པའི་ནི་འགྲིག་གི་རེད་དེ་ནི facebook དང་དེ་འདྲའི་ནང་ལོག་ལས་མང་པོ་སྣང་དེ་མང་པོ་ཞིག་ལ་དེ་ངས་མ་གནང་ན་ཡག་པོ་ཡོད་རེད་གསུང་གི་འདུག་རོ། རྙོག་དྲ་ཚ་རུ་རུ། སོ་སོ་གི་ཆབ་སྲིད་ལ་ཡ་བྱོལ་སྟངས་གནང་གི་ཡོད་མ་རེད། རྒྱ་གར་ཆབ་སྲིད་ལ་ཡ facebook ནང་ལོག་ལ་ཡ། མོ་དྷི་ཇི་ལ་དུག་ཅག་ལ་དེ་བ་དེ་འདྲའི་ཤེར་བྱིན་དེ་འདྲ་མང་པོ་འདུག་བ་དེ་གཟབ་གཟབ་གནང་རོགས་གནང་རོགས་དེ་ངས་ཟུར་ལ་བསམ་བསམ་འཆར་འགྲོ་བཞིན། ད་ངས་འདི་བོད་པ་དང་འབྲེལ་བ་བྱར་བས་ངས་ག་རེ་ཞུ་གི་ཡོད་ཟེར་བ་ན། ད་བོད་པ་ནང་ལོག་ལའི་གནས་སྟངས་ཨེ་འདྲ་འགྲོ་བཞིན་མ་རེད་ད་བོད་པ་ནང་ལོག་ལ་དེ་འདྲའི་རྙོག་དྲ་དེ་ཡོད་མ་རེད་ང་ཚོ་མི་འབོར་ཉུང་ཉུང་ཟོན་ཡིན་ང་ཚོ་ཁྲལ་མང་རྒྱག་གི་ཡོད་ལ་ཨེ་དེ་འདྲ་ཡོད་མ་རེད་དེ། ཨ་ནི་བོད་པ་ནང་ལོགས་ལས་ད་བརྒྱ་ཆ་མང་ང་གཅིག་ང་ཚོ་བཙན་བྱོལ་རྒྱ་གར་ནང་ལོགས་ལ་ཡོད་པའི་ནང་ལོགས་གནས་འདི་གི་རེད་བ། མདོ་སྟོད་མདོ་སྨད་དབུས་གཙང་མི་སུམ་ཅུ་གཅིག་རེད་བ་ཨ་ནི་ཆོས་བརྒྱུད་ཁག་ནས་ཨ་ནི་མི་གསུམ་གཉིས་གཉིས་གཉིས་མི་དྲུག་མི་སུམ་ཅུ་སོ་དྲུག་ཅིག་ད་རྒྱ་གར་རང་ནས་སླེབས་ཡོད་རེད་ད་དེ་ཡིན་ང་མགོ་ཚོས་མ་ཟ་དེ་ད་ཁྲིམས་ནང་ལོགས་ལ་གསལ་པོ་ཡོད་མེད་གང་ཞིག་རེད་བ་ད་ཆོས་བརྒྱུད་ཁག་དེ་ཡིན་གཅིག་མིན་གཅིག་ཅིག་གྲགས་པ་ཅིག་རྒྱ་གར་རང་ནས་སླེབས་གོ་གི་ཡོད་ན། ཕྱི་རྒྱལ་ཁག་ནས་ཡོད་པའི་ནས་ཕྱི་རྒྱལ་ཁག་ནས་ཡོད་པའི་གི་གྲྭ་པ་ཅིག་གླེ་ནས་གླེ་ཆོག་གི་ཡོད་རྒྱུ་རེད་བ་དེ་ང་ཏན་ཏན་བཤད་མི་ས་དེ་ག་ལ discussion ཡོང་ངེས་ཅིག་ད་རེད་བ། ཨང་བྱས་ཙང་ག་ག་ནང་ལོག་ལ་ཡང་མི་འབོར་ཕྱི་རྒྱལ་དང་མི་ག་ག་བརྩིས་པས་ན་མི་འབོར་ད་ཕལ་ཆེར་ཕལ་ཆེར་གཅིག་པ་འགྲོ་གི་རེད་ལ་ཡོད་དོ། ཡིན་པས་ནས་སྐུ་ཚབ་དེ་ནི་ཕྱི་རྒྱལ་ཁག་ནས་མི་ལྔ་ལས་གླེ་ཐུག་གི་ཡོད་མ་རེད་བ། ཨ་ནི་ག་ག་ནས་ད་དོག་དོག་དོག་དོག་ཨ་ན་མི་སུམ་ཅུ་སོ་དྲུག་ཅིག་ནི་བསྡད་འདུག་བ། བྱས་ཙང་དེ་འདྲ་ཡིན་དུས་བརྩམས་པ་ལ་ད་ང་ཚོ་བོད་པའི་ནང་ལོགས་ལས་ལྷག་པར་དུ་ཕྱི་རྒྱལ་ལ་ཡོད་པའི་སྐུ་ཚབ་ལྔ་ཡོད་རེད་བ་ད Australia ནས་གཅིག་བྱས་ཨ་ནི Europe ནས་གཉིས་བྱས་ཨ་ནི་ལྷོ་བྱང America ནས་གཉིས་ཡོད་རེད་བ་ད་ཁོ་རང་ཚོ་གིས་ངའི་བསམ་ཚུལ་ལ་དེང་སང་ཡོད་ཤོག་གིས Campaign གནང་གི་འདུག་བ། ཁོ་དེ Campaign གནང་དུས་ངའི་བསམ་ཚུལ་ལ་ཡང་ཨ་ནི་ཁོ་རང་ཚོ་གིས་མི་མང་ལ་ཡོད་ཤོག་བླུ་དུས་ཨ་ནི་ངག་གི་ལས་ཀ་འདི་བྱེད་ཀྱི་ཡིན་ལབ་དུས་གཙོ་བོ་གཅིག་དེ་ངས་འདི་ཡོད་འདི་གོ་གི་མ་རེད་བསམ་གྱི་འདུག་ལྟེ་བ་བྱས་ན་ལྷོ་བྱང་ཨ་མི་རི་ཀ་རེད་ཡུ་རོབ་རེད་ཨོ་སི་ཏྲེ་ལེ་རེད། ཨོ་སི་ཏྲེ་ལེ་ཤར་བ་འདི་ནས་ང་ཡོད་ཕྱོགས་ལ་སླེབས་པས་ན་ང་སོ་སོ་གི་ཕྱི་རྒྱལ་ཁག་ནས་ང་ཡུལ་མི་སྤར་གྱི་ཡིན་སྤར་རེས་ལ་འབད་བརྩོན་བྱེད་ཀྱི་ཡིན། ང་དེ་སོ་སོ་འཐུས་མི་སྒེར་གྱི་གྲོས་འཆར་སྟེང Private Member Bill ལབ་ཀྱི་མ་རེད་དེ་འདྲ་བཏོན་ནས་བྱེད་ཀྱི་ཡིན་ང་ཕ་ནས་ཡང་འཐུས་མི་གཞན་པ་དང་དེང་སང་ན་གཞོན་མང་པོ་ཡོད་རེད་བ་དེང་དུས་ཀྱི་བསམ་བློ་ཡོད་པ་བསམ་བློ་གུ་ཡངས་ཡོད་པ་དེ་འདྲའི་གཞོན་སྐྱེས་རྒྱ་གར་རང་ནས་ཡོད་པའི་ནས་ཁོང་ཚོ་ནས་ཡ་རོགས་པ་སློང་ནས་གང་ལྟར་གྲོས་ཚོགས་ནང་ལོགས་ལ་ཡ། ཨ་ནི་ཕྱི་རྒྱལ་ཁག་ནས་ནི་འཐུས་མི་གང་ལྟར་རྒྱ་གར་དང་གཅིག་པ་མེན་པ་ཡོད་ནས་གཉིས་སུ་གཉིས་སུ་ད་པ་རེད་ལ་ཡ་འབད་བརྩོན་བྱེད་ཀྱི་ཡིན་དེ་འདྲའི་ཤུགས་ཆེན་པོ་བརྒྱབ་ནས་དེ་འདྲའི་ཅིག་སློང་དགོས་ཡ་འགྲོ་ཞིག་མ་རེད་བ་དེ་ཡང་ཚོ་སློང་དགོས་ཀྱི་རེད་བསམ་གྱི་འདུག་ད་དེ་ཡིན་ང་ཕྱི་རྒྱལ་ཁག་གི་སྐུ་ཚབ་ཤོར་ལ་ཞུ་གི་ཡོད་རེད་བ། འདི་མ་ནི་མི་ལྷག་པར་དུ་མི་མང་གི། སོ་སོ་གི། སྐུ་ཚབ་ལ་ཡོད་ཆོག་བླུ་ས་དེ་ལ་ཡང་དྲི་བ་འདི་འདྲ་རུ་བཏང་དགོས་ར་ཁྱེད་རང་སླེབས་པ་ཡིན་ན་ང་ཚོ་ལ་ཁྱད་བོན་ག་རེ་ཡོད་ར་སྤྱི་བཏང་ཡོངས་རྫོགས་ང་ཚོ་འཆམ་མཐུན་བྱེད་ཀྱི་ཡིན་གཅིག་ལ་ཅིག་སྐད་ཆ་སྙན་པོ་འདི་ཡོངས་རྫོགས་ར་འདུག་ཨ་རི་དང་ཨོ་སྟྲེ་ལི་ཡ་ཤི་ཡ་དང་ཡུ་རོབ་ཀྱི་སྐུ་ཚབ་ཚོ་ལ་ཡང་ཁྱེད་རང་ཚོ་ཡང་དཀར་གུག་མ་ར་བས་ང་ཚོ་ལ་མི་འབོར་སྤར་གས་ལ་ཁྱེད་རང་འབད་བརྩོན་གནང་གི་ཡིན་པས་ཁྱེད་རང་ག་འདྲེས་གནང་གི་ཡིན་པས་གནམ་ཐུག་གི་རེད་བས་གནང་ཡས་བྱུས་ག་རེ་ཡོད་འདི་འདྲ་རུ་གནང་ན་ཡག་ག་ཡོད་མ་ར་བྱས་ཙང་བོད་པ་ནང་ལོགས་ལས་འདི་ལས་མི་འདྲེ་ཆོད་ན་ལ་ཡ་འདི་ལས་གུག་མ་ར་བས་འདི་བྱས་ན་བོད་པ་འདི་བྱུང་པ་ཡིན་ན་བོད་པ་ནང་ལོགས་ལས་རྙོག་དྲ་མང་པོ་བྱས། སང་འགྲོ་ས་མ་རེད་བས་ངའི་བསམ་ཚུལ་ལ་ཡང་ཆོལ་ཁ་གསུམ་གྱི་རྙོག་དྲ་ཞིག་འདུག་འདི་ངས་སྡུག་ཟེར་སང་འགྲོ་གི་རེད་བསམ་གྱི་འདུག་ད་ང་ཚོ་སྤྱི་སྒེར་ཁག་ནས་སྐུ་ཚབ་ག་ཚོད་གླེགས་ཀྱི་ཡོད་བས་འདི་ཆོལ་ཁ་མ་བསྟོད་པའི་གི་རོ། གླེགས་ཀྱི་ཡོད་རེད་བ་ཆོས་ལུགས་མ་བསྟོད་མ་མ་བསྟོད་པའི་གི་གླེགས་ཀྱི་ཡོད་རེད་བ་བྱས་སང་སྤྱི་ཚོགས་ནང་ལོག་རྙོག་དྲ་ཆེན་པོ་ཅིག་སང་འགྲོ་གི་མ་རེད་བས་བྱས་སང་ངས་སྤྱི་སྒེར་ཁག་གི་སྐུ་ཚབ་ཚོ་ལ་ཡང། ཡུལ་མི་ཚོ་ལ་ཡང་ཁྱེད་རང་ཚོ་ཡོ་ཤོ་སློང་དུས་འདི་འདྲས་སློང་ན་དྲག་གི་མ་རེད་བས་མི་མང་ཚོ་ཡང་བཀར་གནང་རོགས་གནང་རོགས། ཁོ་རང་ཚོ་ལ་ཡང་འདི་འདྲས་ཅིག། ཡོ་ཤོ། སྤྱི་འཐུས་ལ། སླེབས་པ་ཡིན་ན་དེ་འདྲས་བྱེད་ཀྱི་ཡིན་བྱེད་ཀྱི་རེད་བས་རོ། ཡ་ཡ་ཐུགས་ཆེ་ན་ནི། ད་ག་བིད་འགྲོ་ཅིག་བཟོ་ག་ཆག་རོ་མང་ལོ་ཡིན་ཕེང་ན་བསམ་སོ། ཨ་ནི་ངའི་སྐད་ཆ་དེ་འབྲེལ་བ་ཆག་གི་འདུག་ན་ནི་གང་མང་མང་ཅིག་ཤེར་གནང་རོགས་གནང Subscribe ནི་གྱང་བཟོ་གི་ད་མང་པོ་ཞིག་གནང་གནང་གི་མི་འདུག་ད་ད་ཡ་མང་པོ་ལྟ་གི་འདུག་རོ་ཨ་ནི Subscribe གནང་གི་མི་འདུག Subscribe གནང་གནང་རོགས་གནང་རོགས་ཨ་འདི་ནང་བཞིན་ཅིག་སོ་སོ་བསམ་ཚུལ་ཡོད་པ་རེད། རྒྱ་གར་གྱི་ཆབ་སྲིད་རེད་འཛམ་བུ་གླིང་གི་ཆབ་སྲིད་རེད་དཔལ་འབྱོར་དང་འབྲེལ་བ་བོད་རེད་ང་ཚོ་བོད་པའི་གི་གནས་སྟངས་ལ་ཡ་བོད་པའི་བཙན་བྱོལ་གནས་སྟངས་སྐྱབས་བཅོལ་གནས་སྟངས་ལ་ཡ་བྱར་བའི་ཐོག་ནས་འུད་སྒྲོག་བཟོ་ཡ་འབད་བརྩོན་བྱེད་ཀྱི་ཡོད་ཡ་ཡ་ཡ་ཐུགས་ཆེ་བཀའ་དྲིན་ཆེ། ད་དེ་མ་གི་ཆང་ས་ཞིག་གི་རྒྱ་གར་ཆང་ས་དུས་ཚོད་རེད་དོ། སྐད། འབན་སྦ་ཆ་སྐད་ཞུ་གུ་གུ་ད་དེ་ནང་ལོ། གླེ་ཡོད་མེད་གང་ཞིག་རོ་ཡ་ཡ་ཐུགས་ཆེ།